ད་དེ་རིང་ཕྱི་དྲོའི་ཆ་ནས་འཚམས་འདྲི་ཞུ་ཡས་ཡིན། ད་དེ་རིང་ང་རང་ཚོ་ད་ལྟ་ད Citizenship Test གི་དེ་ནས་རྒྱུགས་སྤྲོད་བཏང་ཡས་དེ་གི་གྲ་སྒྲིག་གི་ཚུལ་དུ་དེ་ནས་སློབ་སྦྱོང་བྱེད་ཡས་ཀི་ད་དེ་རིང་དེ་ལས་ཚན་གཉིས་པ་རེད་བ། དེ་དེའི་ནང་ནས་ད

དྲི་བ་ཁག་ཤོད་ཚེ་བོར་བ་ལ་རྟོག་ཁག་ཤོད་ཚེ་ན་དེ་ནི་དྲི་བ་གཅིག་ནོར་བ་ཡིན་པ་ཡིན་ན་ནི་ཡང་ཡིག་རྩལ་ཆ་ཚང་དེ་ནི་རྩིས་མེད་འགྲོ་འགྲོ་ཡོད་ཀི་དེ་ནི་དྲི་བ་ལྔ་དེ་དེ་ནི་ད་ལྟའི Australian values དེ་དེ་རེད Australia གི་དག་དེ་ནི་རིན་ཐང་རྩིས་ས་ཚེ་དེ་དེ་ད་དེའི་སྐོར་ལ་ཡང་ད་བཤད་འགོ་གི་ཡོད་ཟེར་ན་དེ་ནི་དེ་ཤི་གི་ཡོད་རེད་བ།

མཇུག་སྒྲིལ་སྟངས་ལ་ད་ལྟའི་ནས་ཧ་གོ་དགོས་ར་བ་ཁོང་ཚོ། ང་ཚོའི་ཉབ་སྐྱོར་ཞུ་གི་འདུག་བ་དོན་དག་མེད་ས་ང་ཚོ་དེ་པར་ལ་ཡོད་དེ་ངན་གི། ཨན་དྲ་གྲོགས་རྣམ་པར་རེད་ཨན་དེ་ག་ན་ཤེས། ཨན་ནི་ད་ནིའུ་སའུཐ་བྷེལས་ལ་ཡོད་དེ་ངན་དྲ་གྲོགས་རྣམ་པར་ལ་དངོས་གནས་གོ་ར། ཀྱག་ཀྱག་རང་བྱས་འདུག་བ་ད་ཁོང་ཚོས་ཧ་ད་གོ་ཡོད་མ་རེད་ཡིན་ན་ཡང།

ཨ་ནི་གཅིག་མ་གོ་བོ་རེད་ཟེར་ཡོད་རེད་བ་ད། དེ་ནི་ལུང་པ་དེ་ཡི་ནང་ལ་ཡང་ཁ་ཤས་ལ་གོ་སྐབས་ཉུང་བ་དང་ཁ་ཤས་ལ་གོ་སྐབས་མང་བ་ཟེར་བ་མ་ཡིན་པ། གོ་སྐབས་དེ་ཡང་དེ་ནི་གཅིག་མཚུངས་ཟེར་བ་རེད་གཞུང་གི་མ་དངུལ་ནི་གོ་སྐབས་གཅིག་མཚུངས་ཆེ། ཨན།

ད་གཞན་ནས་ཡང་ཡང་ཡང་དེ་ལྟར་ཡིན་གྱི་རེད་ཡང་ངོ་ནས་ཡིན་གྱི་རེད་ཅེས་བ་འོང་དེ་འདྲས་ཟེར་གྱི་ཡོད་རེད་ད་དེ་བརྗོད་བྱ་གཉིས་འདུག་རེད་བ་དེ་གཉིས་ནང་ནས་ད་དེ་རིང་བརྗོད་བྱ་དང་པོ་དེ་བ་རང་ལ་ཕར་སློབ་སྦྱོང་བྱེད་ཤེས་ན་ཡག་ས་རེད་དེ་མང་པོ་ཆ་བལྟས་ན་ཡག་པོ་མི་འདུག་དེ་འདྲས་སོང་ཙང་དེ་ནི Equality of All People Under the Law ཟེར་དེ་མ་ཞུ་གི་ཡིན། དེ་ལ་ཡང Australian Society།

Rights ཟེར་དེ་དེ་ཐོབ་ཐང་རེད་བ། ཨནི་ཐོབ་ཐང་ཡིན་པ་ཡིན་ན་གཅིག་མཚུངས་དེ་ཡང of all people མི་ཚང་མ་ལ་ཡང་དངོས་གནས་ཁོ་རང་ཐོབ་ཐང་གཅིག་མཚུངས་དགོས་ཀི་རེད་ཟེར་དེ་དེ་ལ་ཡང་དེ Australia སྤྱི་ཚོགས་ཀི་ཨནི་དེ་ལ་དེ་བྱུས་ཡོད་རེད། ཆེ་མཐོང་བྱུས་ཡོད་རེད། རིན་ཐང་བྱུས་ཡོད་རེད་ཟེར་དེ་རེད།

དུས་ལ་བར་བ་དག། ད་ནས་དུས་དེ་རང་ད་གོ་ཡ་ཡིན་ས་མ་རེད། ཆགས་པ་བྱེད་པ་ཟེར་དེ་དེ་འདྲ་ལ་གོ་ཡ་ཡིན་ས་མ་རེད་ད་དེ། ཅི་ད Orientation ཟེར་ན་ད་ཁ་ཤས་དེ་འདྲ་ཡོང་གི་རེད་བ། སོ་སོ་ཡང་བུ་དང་བུ་ལ་ནས་ཅིག་འདོད་པ་ཡོད་དེ་ངེས་རེད་བ། ཡང་ན་བུ་མོ་དང་བུ་མོ་ལ་འདོད་པ་ཡོད་དེ་ངེས་རེད་བ། འོ་དེ་འདྲ་ཡིན་པ་ཡིན་ན་ཡང་ཟེར་གི་ཡོད་རེད།

འོ་དེ་ནི་རང་ཉིད་ཨ་ནེའི་དུས་རྒྱུན་ནང་བཞིན་ཡིན་པ་ཡིན་ནི་རེད་ད་དེ་ཚོ་ཚང་མ་ལ་དབྱེ་འབྱེད་ཡོད་མ་རེད་དཱ། དེ་ནི་ཐོབ་ཐང་གཅིག་པ་གཅིག་རྐྱང་བྱེད་དགོས་དེ་དེ་ནི་ཨོ་སི་ཀྲི་ལི་སྤྱི་ཚོགས་ཀྱི་ཐད་ན་ཆེ་མཐོང་བྱེད་ཀྱི་ཡོད་རེད། དེ་ནི་ལོ་གི་ཐོག་ནས་རེད་བ་ལོ་ཆེ་བ་དང་ཆུང་བ་ཟེར་ནས་ལོ་ཆེ་བ་ལ་ཐོབ་ཐང་ཉུང་བ་དང་ཆུང་བ་ལ་ཐོབ་ཐང་མང་བ་ཟེར་ཡ་དེ་མ་རེད་ལོ་ལ་ཡང་ཨ་ནེ་དང་ཐོབ་ཐང་དེ་ཨ་ནེ་གཅིག་མཚུངས་རེད་ཟེར་དེ་ད་གཅིག་མཚུངས

འདི་བསད་པའི་ལས་ཁྲིའི་ཟེར་དུ་ཟིན་པ་ལ་ད་དེ་གི་འགལ་ཟླ་དེ་རེད་ད་མི་ཐུབ་པ་ཉིད། དཔེར་ན་དབང་པོ་སྐྱོན་ཅན་རུ་བ། ལུས་ཀྱི་སྒོ་ནས་འོང་བ་དེ་ནི་དབང་པོ་སྐྱོན་ཅན་སེམས་ཀྱི་སྒོ་ནས་ཡང་དེ་འདྲ་ཡོང་ཆུག་བ་ལས་བལ་གྱི་ན་ཚ་ལ་སོགས་པ་དེ་འདྲས་བྱས་ནས་འོང་དེ་འདྲས་ཡིན་པ་ཡིན་ན་ཡང་དེ་ནི་ཨོསྟྲེ་ལི་ཡ་སྤྱི་ཚོགས་ཀྱི་དེ་ནི་ཐོབ་ཐང་ཐོག་ནས་གཅིག་མཚུངས་བྱས་ཏེ་དེ་ནི་ཐད་གཏོང་བྱེད་ཀྱི་ཡོད་རེད། དེ་ནི་རེ་ལི་རྗེན་ཆོས་བརྒྱུད་ཡིན་པ་ཡིན་ན་ཡང་ཐད་ཀ་རང་རེད་བ། དེ་ནི་རེས་ཟེར་དུ་ཟིན་པ་དག་མི་རིགས་ཡིན་པ་ཡིན་ན་རེད་མི་རིགས་དཀར་པོ་ལ་ཐོབ་ཐང་མང་བ་དང་མི་རིགས་ནག་པོ་ལ་ཉུང་བ་དང་དེ་འདྲ་ཡོད་མ་རེད་ནི་གཅིག་པར་བྱེད་དགོས་ཀྱི་ཡོད་རེད། དབར National ཟེར་དུ་ཟིན་པ་དེ་ནི་ཡང་གང་ཟག་དེ་གི་སོ་སོའི་གི་དང་ལུང་པ་ལུང་ཚན་དཔེར་ན་བོད་པ་རེད་ཟེར་ཡ་དང་རྒྱ་མི་རེད་ཟེར་ཡ་དང་ཨོ་སི་རེད་ཟེར་ཡ་དང་འོ་དེ་འདྲའི་ཆེད་དེ་ནི་རྒྱ་གར་ནང་བཞིན་གྱི Ethnic Origin ཟེར་དུ་ཟིན་པ་ལ་ཡང།

ག་རེ་ཡོད་པ་རེད་ཟེར་ན་ཨ Number of Laws ལ་ཡོད་འདུག་ཨ Number of ལ་དུས་ཚོད་འབའ་ལ་གཅིག་གཉིས་གསུམ་བཞི་ལྔ་སོགས་པ། དེ་ཡང་ཨ་ནི་སྒྲིག་ཁྲིམས་དོར་བ་དབུས་ཀྱི་གཞུང་གི་སྒྲིག་ཁྲིམས་མངའ་སྡེ་སོ་སོའི་བཞུགས་སྒྲིག་ཁྲིམས་དེ་འདྲ་ཡོད་རེད། ད་དེ་ཚོའི་སྒྲིག་ཁྲིམས་དེ་ཨ་ནི Australia ནང་ན་ཡོད་རེད་དེ་ཚོའི་སྒྲིག་ཁྲིམས་དེ་གི་ཁྲིམས་ཞུས་སྲོལ་བཞག་པ་དེ་ག་རེ་བྱེད་ཀྱི་ཡོད་རེད་ཟེར་ན Debt Protect དེ་འདྲའི་ཁྲིམས་དེ་ཚོ་གི་དེ་ནི་སྲུང་སྐྱོབ་བྱེད་ཀྱི་ཡོད་རེད་ཟེར་བ། སྲུང་སྐྱོབ་ག་རེའི་ཆེད་དུ་བྱེད་ཀྱི་ཡོད་རེད་ཟེར་ན་དཔེར་ན་གང་ཟག་ཞིག་ད་ང་ལྟ་བུ་ཡིན་པ་ཡིན་ན་རེད་ད། དེ་ནས་རྡོ་རྗེ་ཡིན་པ་ཡིན་ན་རེད་བ་ཆོས་འཛོམས་ཡིན་བ་ཡིན་ན་རེད། དེ་ལ་ཡང་ཨ་ནི་སྲུང་སྐྱོབ་བྱེད་ཡོད་ཀྱི་ཆེད་དུ་དེ་ནས་དེ་འདྲའི་ཁྲིམས་དེ་འདྲའི་ཡོད་རེད། ད་དེ་འདྲའི་གི་གང་ཟག་དེ་དེ་ནི་ག་རེ་ལས་སྲུང་སྐྱོབ་བྱེད་ཡོད་རེད་ཟེར་ན། ཨེ་གང་ཟག་དེ་ལས་ཡང from being treated differently from others ད་དཔེར་ན་ལས་ཁུངས་འདིའི་ནང་ལ་མི་ལྔ་སུ་ཡོད་པ་ཡིན་པ་ཡིན་ན་ཐ་ན་གང་ཟག་གཅིག་ལས་ཡང་ཨ་ནི་གཅིག་དབྱེ་འགྱེལ་སྒྲོག་བྱས་ནས་དེ་ལ་མཐོང་ཆུང་བྱེད་དེ་ལ་བསྙབ་བཅོལ་བྱས་སྦྱོར་བ་འོང་དེ་འདྲས་ཀྱི་ཨེ་ནི་བྱེད་པ་ཡིན་པ་ཡིན་ན་དེ་འདྲས་བྱེད་ས་མེད་པའི་གེ་དེ་ནི་ཁྲིམས་མང་པོ་ཡོད་རེད་ཟེར་གི་ཡོད་རེད་ཁྲིམས་བཟོ་བྱ་ཡུལ་དུ་བརྩམས་པ་ལ་དང

ད་དེའི་གི་འོག་ལ་ང་མྱང་གི་རེད་ཟེར་ད་དབྱེ་འབྱེད་གི་ཁྲིམས་ཟེར་ད། འོ་དེ་ནི་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཡོད་ད་དེའི་གི་འགྲོ་བ་མིའི་ཐོབ་ཐང་གི་ནང་ནས་གཅིག་མཚུངས་བྱེད་དགོས་གི་རེད་ཟེར་དེ་ལྟར་ཡང་འགལ་དེ་ནི་ང་མྱང་གི་རེད་འོ་ཚེ་དཔེ་གསར་དེ་འདྲ་བྱེད་རྒྱུ་ཡོད་མ་རེད་ཟེར་ད། འོ་དེ་ནི་དབུས་གི་སྒྲིག་ཁྲིམས་དེ་དང་འགལ་གི་རེད་ཟེར་ན་ད་ཁྲིམས་དེ་ཚོ་སྲོལ་བཞག་ཡོད་རེད། ཁྲིམས་གི་ལས་ཀ་དེ་ག་རེད་ཟེར་ན་དེ་ནི་གང་ཟག་ལ་ཡང།

འདི་ཡང་གང་ཟག་དེ་ཚོ་ལ་ཡང་སོ་སོ་གི་འདོད་པ་ཡོད་པ་ཞིག་ནས་ཅིག་དབྱེ་འབྱེད་བྱེད་ཡ་ལ་སོགས་པར་བ་འོ་དེ་འདྲའི་མ་བྱུང་ཡས་ཀྱི་ཆེད་དུ་བ་ནས་དེ་འདྲ་བྱེད་ཀྱི་ཡོད་རེད། Nor discriminated against ཙང་དེ་དང་དེ་དང་མཉམ་དུ་དེ་ནི་དབྱེ་འབྱེད་དཔེར་ན་ད་དབྱེ་འབྱེད་སྡུག་ཅག་བྱེད་ཡས་ཡོད་མགུར་རེད་ཡང་དེས་བྱེད་ཡས་ཡོད་མགུར་བ་ད་འོ་དེ་འདྲའི་གི་རིགས་དེ་ཚོ་དེ་ནི་མ་ཡོང་ཡས་ཀྱི་ཆེད་དུ་དེ་ནི་ཁྲིམས་དེ་ཚོ་བཟོས་པ་ནང་བཞིན་མ་ལག་ལས་ཡང་བསྟར་གྱི་ཡོད་རེད།

རུ་བ། རུ་བ། དྲུག་པར་སུའུ་དེར goals དེ་ནི་གང་ཟག་སོ་སོ་སོས་ཀྱིས goals ཟེར་ན་ད་བསྒྲུབ་བྱ་གང་ཞིག་རུ་བ་བསྒྲུབ་བྱ་ག་རེ་ཡིན་པ་ཡིན་ན་དེ་བསྒྲུབ་བྱ་དེ་འགྲུབ་པར་བྱ་ཡས་ཀྱི་ཆེད་དུ་དེ་པར་སུའུ་ཟེར་དུ་སོང་བ་ད་བསྒྲུབ་བྱ་དེ་འགྲུབ་པར་བྱེད་ཡས་ཀྱི་ཆེད་དུ་དེ་སློབ་སྦྱོང་བྱེད་ཡས་ཡིན་པ་ཡིན་ན་རེད་རུ་བ་གང་ཡིན་པ་ཡིན་ན་རེད། རུ་བ། འོང་དེ་འདྲས། འོང་དེ་ནི།

དེ་བས་ཕུགས་ཆོག་པ་ཡིན་པ་ཡིན་ན་ཡང་དེ་ནི་ཡང་བས་ཕུགས་ཆོག་ངན་ཚང་མའི་ཕུགས་ཆོག་ཡང་མེད་འཇོག་བྱེད། དེ་ནི་ཡང་བས་ཕུགས་ཆོག་ན་ཆོག་ངན་ཚོ་ལངས་མ་ཆོག་ཡ་ལ་སོགས་པ་དེ་འདྲའི་འདུ་བ་ཉི་མ་བུད་མེད་ཐོག་མ་དེ་འདྲའི་མི་འདུ་བ། ད་ད་ལྟ་ཨ་ནི་ད་ཚང་མར་ཡོད་རེད་ཟེར་གི་འདུ་བ། བས་ཕུགས་ཡོད་རེད་དེ་ག་ན་ཞིང་གི Stand for Parliament ཟེར་དུ་ཟིན་པ་ན་དེ་ནི་ཡང Stand ཟེར་ན་ཡང་བཤང་བ། Sit ཟེར་ན་བསྡད་པར་བ།

ཨི་གོ་ལི་ཟེར་བསམ་པ་ལ་ད་དཔེར་ན་ཡང་ད་བྱུང་གི་མ་གཅིག་བྱས་པ་ཡིན་པ་ཡིན་ན་གཅིག་མཚུངས་བྱེད་དགོས་ཡའི་ཕྱིར་བ་དཔེར་ན་ཨིན Court of Law ཟེར་དུས་བསམ་པ་ལ་ཁྲིམས་དང་འབྲེལ་བའི་གི་དེ་ནི་ཁྲིམས་ཁང་ཡོད་བ་ཁྲིམས་ཁང་གི་ནང་ལ་ཡིན་པ་ཡིན་ན་གཉིས་ཀ་ལ་གཅིག་མཚུངས་གི་ནི་དེ་བྱེད་དགོས་ཀི་ཡོད་རེད་ཟེར་དེ་རེད་དེ་གི་དེ་ནི་རྡོག་རྡོག་གསུམ་པ་དེ་ཚར་བ་བྱས

རེད། འོ་དེ་ནི་གང་ཟག་ཅིག་དེ་ནི་སྐྱེས་པ་ཕོ་ཡིན་པའི་རྒྱུ་མཚན་གྱིས་དབྱེ་འབྱེད་བྱེད་པ། ཡང་ན་ཅིག་ལ་ཡང་དེ་ནི་མོ་ཡིན་པའི་རྒྱུ་མཚན་གྱིས་དབྱེ་འབྱེད་བྱེད་པ། ཡང་ན་མ་ནིང་མ་ནིང་ཡིན་པའི་རྒྱུ་མཚན་གྱིས་དབྱེ་འབྱེད་བྱེད་པར་སྦྱོར་བ། དེ་འདྲའི་བྱེད་བདེ་བ་ཡིན་པ་ཡིན་ན་དེ་ནི་གཞན་ལ་དབྱེ་འབྱེད་བྱེད་བདེའི་རྒྱུ་མཚན་དེ་ནི་བྱེད་པ་ཡིན་པ་ཡིན་ན་དེ་ནི་ཁྲིམས་ལ་འགལ་བསྡད་ཀྱི་ཡོད་རེད་ཟེར་གྱི་རེད་སྔོན་དུ་བྱས།

དེ་ནི་བུ་མོས་ལ་འཇོན་ཐང་ཡོད་པ་ཡིན་ན་དེ་ཚོ་ལ་སློབ་སྦྱོང་བྱེད་ཁར་མ་བཏང་ཡ་ལ་སོགས་པ་དང། དེ་ནི་ནང་ན་སྐོང་ནས་བཞག་ཡ་ལ་སོགས་པ་དང་དེ་ནི་བུ་མོས་དེ་ཚོ་ལ་གཅིག་ལས་ཀ་འགྲོ་བྱེད་རག་བ་ཡིན་པ་ཡིན་ན་དེ་ནི་ཆ་ལས་རྒྱ་ཡ་དང་དེ་སྡུག་ཅག་རེད་ཟེར་དང་ཁྱོ་ག་གི་ལས་ཀ་དེ་བྱེད་གི་འདུག་ཟེར་ད་དེ་ནས་མང་པོ་ཡོང་ལེ་གི་ཡོད་རེད་བ། དེ་འདྲའི་སོང་ཚོ་ཁ་གསར་པོ་གསར་རྐྱང་དེ་ཚོ་སངས་རྒྱས་ན་ཉན་མཇུག་སྒྲོལ་ལེ་འདོག་ཁོ་པ་རེད། In Australia it is a right for a women ཟེར་ད་བུ་མོས་གཅིག་གི་ཆེད་དུ་དེ་ཐོབ་ཐང་ཆག་གི་ཡོད་རེད།

ག་རེ་ཟེར་ནས Qualification ཟེར་དུ་བརྩིས་པ་དེ་ནི་སོ་སོའི་གི་སློབ་སྦྱོང་གི་དེ་ནི་ཆ་རྐྱེན་དེ་ནི་ཡག་གི་ཡོད་པ་དང་དེ་ག་ནང་བཞིན་གི་དེ་ནི Skills ཟེར་ན་རྩལ་ཟེར་གི་ཡོད་རེད་བ་ལས་ཀ་ལས་གི་ཐོག་ལ་རྩལ་དེ་འདྲས་རེད་བ། ཨ་ལས་རྩལ་དེ་འདྲས་ཨ་ནི་གལ་སྲིད་སྐྱེས་པ་ཕོ་ལ་ཡག་གི་ཡོད་པ་དང་དེ་ནི་དེ་ག་ནང་བཞིན་གི་སློབ་སྦྱོང་གི་ད་གོ་གནས་དེ་ཚོ་ཡག་གི་ཡོད་པ་ཡིན་ན་དེ་ནི་མོ་རང་གི་ཐོབ་ཐང་ཆགས་གི་ཡོད་རེད། དེ་ཡིས་མོ་ལ་ཨ་ནི་ངས་ལ་རག་དགོས་བས་དེ་དེ་ཁོ་རང་གི་ཐོབ་ཐང་རེད་ཟེར་དེ་ཚེ་རེད་བ།

གདམ་ག་གཅིག་མ་ཡིན་པར་གདམ་ག་མང་པོ་བྱས་པ་ཡིན་པ་ཡིན་ན་ཡང About Personal Matter ཟེར་ཡོད་རེད་གང་ཟག་དེའི་སོ་སོའི་སྒེར་གྱི་ད་གནད་དོན་ཡིན་པ་ཡིན་ན་དེའི་སོ་སོའི་སྒེར་གྱི་གནད་དོན་གྱི་ཐོག་ལ་སྐྱེས་པ་ཕོ་ཡིན་ནའི་རེད་མོ་ཡིན་ནའི་རེད་གཉིས་ཀ་ལ་གཅིག་མཚུངས་ཐོབ་ཐང་ཡོད་རེད་ས་དེའི་ཐོག་ལ་ཨ་ནི་སོ་སོའི་གདམ་ག་བྱེད་ཡུལ་གྱི་ཆེད་དུ་སེར་སོ་རང་དབང་གི་ཐོག་ནས་གདམ་ག་བྱེད་ཡོད་དེ། ད་དུས་གཉིས་ཀ་ལ་དེ་འདྲ་ཡོད་རེད such as marriage དཔེར་ན་ཆང་ས་ལྟ་བུ་ཡིན་པ་ཡིན་ན་ཡང་རེད and religion ཆོས་ཡིན་པ་ཡིན་ན་ཡང་རེད and are protected by the law དེ་འདྲ་ཡོད་པ་ཙམ་ཚད་ཀྱི་མ་རེད་དེ་འདྲའི་གི་ཐོག་ལ་ནི་སོ་སོའི་ཆོས་དང་དེ་ནི་གང་ཡིན་ན་དེ་འདྲ་གདམ་ག་བྱས་པ་ཡིན་པ་ཡིན་ན་ཁོང་ཚོ་ལ་ནི protected ཟེར་དུས་བཙན་པ་ལ་དེ་ནི་སྲུང་སྐྱོབ་བྱེད་ཀྱི་ཡོད་རེད་སྲུང་སྐྱོབ་བྱས་ནས་བཞག་ཡོད་རེད་ཟེར་བ།

ངོ་ཡང་ན་དྲག་པོའི་སྤྱོད་པ་བས་ན་ཆོས་དེ་འདྲ་དེ་འདྲ་གར་ཀྱང་ཆེ་ཡིན་པས་སེམས་ཐིམ་དེ་ལ་ཡང་གདུང་ཡལ་དང་བརྡེག་ཡལ་ལ་སོགས་པ་དེ་འདྲ་ཡོད་རོགས་པ་དེ་འདྲ་བྱེད་ས་ཡོད་མ་རེད་ད་ཟེར་ད་གས་པ་ཕོ་ཡིན་ནས་རེད་མོ་ཡིན་ནས་རེད་གཉིས་ཀ་ལ་གཅིག་མཚུངས་སོ་སོའི་གི་གདམ་ག་བྱེད་རང་དབང་དང་བདེན་པའི་གི་ཐོག་ནས་སོ་སོའི་སྒེར་གི་གནད་དོན་དཔེར་ན་ཆང་ས་རྒྱག་ཡ་རེད་ཆོས་བྱེད་ཡ་རེད་རོ་བ།

ལུས་ཀྱི་སྒོ་ནས་དེ་ནི Violence སྲིད་དུ་འཛིན་པ་ན་དྲག་པོའི་སྤྱོད་པ་རུ་བ། ལུས་ཀྱི་སྒོ་ནས་རྡུང་བ་བརྡེག་པ་རྒྱུ་ལྕགས་རྒྱག་པ་ལ་སོགས་པ་རུ་བ། དེ་འདྲས་དེ་ཡང་དེ་ནི Again ཟེར་ན་ཁབ་དེ་ལ་དཔེར་ན་སོ་སོའི་གི་ཁྱོ་ག་ཡིན་པ་ཡིན་ན་རེད། གི་མེན་ཡིན་པ་ཡིན་ན་རེད་རུ་བ། ཡིན་ལྟ། ཆང་ས་ཚད་ལྡན་རྒྱག་བཞག་པ། དེ་འདྲའི་མ་ཡིན་པ་ཡིན་པ་ཡིན་ནའི་ཉམས་རྟོགས་དེ་དེ་སོ་སོའི Partner ཡིན་པ་ཡིན་ནའི་རེད་རུང་བ། དེ Never Acceptable ཟེར་ན་དཔེ་དཀོན་ར་ནམ་ཡང་ཨེ་ནི། ཁས་ལེན་མ་ཐུབ་པའི་དེ་འདྲས Never ཟེར་དུ་འཛིན་པ་ལ་ནམ་ཡང Accept ཟེར་དུ་འཛིན་པ་ལ་ཁས་ལེན་ཟེར་དགོས་རུང་བ།

དེ་སོ་སོ་གོ་གི་ཡོད་པ་ཡིན་ན་ཨི་ཏར་ཟེར་ན་དེ་ནི་ཡང་ན་སྲིད་གི་ཡོད་རེད Husband ཟེར་ན་ཁྱོ་ག་ཡིན་པ་ཡིན་ན་ཡང་རེད Or ཟེར་ན་ཡང་ན Wife ཟེར་དུ་ཟིན་པ་ལ་དེ་ནི་ཨ་ནི་ཁྱོ་གའི་ཡོད་གི་ད Wife ཟེར་ན་ང་ཚོ་ག་ལ་འོ་རེད་ད་ཨུམ། གི་མོའི་ལ་འོ་རེད་བས་ལ་འོ་དེ་ཚོ་གི་མེའི་ཟེར་དུ་ཟིན་པ་ལ་ཨ་ནི་འགྲིག་གི་ཡོད་རེད་ཟེར་གི་ཡོད་རེད།

དེ་འདྲའི་འདོད་པ་ཡོད་པ་ཡིན་ན་ཡང་རེད་བ། སོ་སོའི་ངོས་ནས་ཁྲིམས་ཁང་ལ་གྲོ་བྱས་ནས་དེ་ནས་ང Divorce བྱེད་ཀྱི་ཡིན་ཟེར་ནས། ང་དེ་འདྲའི་ཨེ་ནི་དེ་བྱས་བ་ཡིན་པ་ཡིན་ན་དེ་ཨེ་ནི་ཨེ་ནི་ཁས་ལེན་ཐུབ་ཡས་ཀྱི་རེད་ད་དེ་ཡག་པོ་རེད་འཇོན་པ་རེད་ཟེར་དུ་ཟེར་གི་ཡོད་མ་རེད་དེ་འདྲའི་བྱས་བ་ཡིན་པ་ཡིན་ན་དེ Australia ནང་ལ་དེ་ཁས་ལེན་ཐུབ་ཡས་ཀྱི་རེད་ཟེར་ཐལ་གི་རེད་བ།